ལགས་སོ། དེ་ནས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་ཡ་དང། ཨ་ནེ་ད་དེ་རིང་ངེད་ཀྱི་ཆོས་བདུན་གྱི་སྐབས་དེ་ལ་ཨ་ནེ་ཁྱེད་རྣམ་པ་ལ་ག་རེ་ཞུ་ཡ་རེ་ཡིན་ལ་དུས་བཟང་པ་དེ་ལ་དེ་བ་ཅན་དུ་སྐྱེས་བའི་གི་ཡ་ནི་རྒྱུ་བཞི་ཡི་སྐོར་དེ་ལ་དེ་ནས་མ་རྡོ་སེ་ནས་ངོ་སྤྲོད་མདོར་བསྡུས་བྱས་ནས་ཞུ་ཡ་རེད་བ། ཨ་ནེ་འདི་ཡང། ད་བདག་སྦྱོར་འདི་ནས་རྙེད་པར་ཤིན་ཏུ་དགའ་སྐྱེས་བུའི་དུད་འགྲོ་ཐོབ་པར་གྱུར་པ་ལ། བཀའ་ལས་འདི་ལ་ཕན་པ་མ་བསྒྲུབས་ན། ཕྱིས་དེ་ཡང་བདག་སྦྱོར་བ་འགའ་ལ་འགྱུར་ལ་ནས་དེ་ནས་ད་ནངས་པོ། དཔེ་ཆ་ནང་ལ་འདི་འདྲ་བྱས་ནས་གསུངས་བཞག་ཡོད་རེད་བ། ད་ག་རེ་གསུང་གི་ཡོད་རེད་ལབ་དུས་བརྩམས་པ་དེ་ལ། སྤྱི་བཏང་གིས་ང་རང་ཚོ་ག་རེ་སོང་འགྲོ་བ་རིགས་དྲུག་ཡོད་རེད་དེ། འགྲོ་བ་རིགས་དྲུག་གི་ནང་ནས། ཨ་ནི་ད་ལྟ་ང་རང་ཚོ་ག་རིགས་ཀྱི་རྟེན་འདི་ལ་སྐྱེ་བ་བླངས་ཡོད་རེད་ལབ་ནས་ཞུས་པས་ན། ཨ་ནི་འགྲོ་བ་མིའི་རྟེན་འདི་ལ་དེ་ནས་འདུག་ཟེར་ནས་སྐྱེ་བ་བླངས་ཡོང་དོན་ཡོད་རེད་རོ། ང་རང་ཚོ་དམྱལ་བ་ལ་ཡང་སྐྱེས་ཡོད་མ་རེད། ཡི་དྭགས་ལ་ཡང་སྐྱེས་ཡོད་མ་རེད། ཨ་ནི་དུད་འགྲོ་ལ་ཡང་སྐྱེས་ཡོད་མ་རེད། ཨ་ནི་ང་ཚོ་ག་རིགས་ལ་སྐྱེ་བ་བླངས་འདོད་ཡོད་རེད་ལབ་ན། ད་ལྟ་ག་རེ་སོང་མིའི་ལུས་རྟེན་འདི་ལ་དེ་ནས་འདུག་ཟེར་ནས་སྐྱེ་བ་བླངས་འདོད་ཡོད་རེད། ད་གལ་སྲིད། མི་ལ་སྐྱེ་བ་མ་བླངས་ནས། དམྱལ་བ་ལ་སྐྱེ་བ་བླངས་པ་ཡིན་གསུངས་ན་ནི། ཨ་ནེ་ཚ་ཉག་གི་སྡུག་བསྔལ་དང་ཨ་ནེ་གྲང་ཉག་གི་སྡུག་བསྔལ་ལ་སོགས་པ་དེ་མང་པོ་ཞིག་མྱོང་གི་ཡོད་རོ། དེ་ཙམ་དུ་མ་ཟད་པ་བྱས་ནས་ཨ་ནེ་དམ་པའི་ཆོས་སྒྲུབ་ཡག་གི་གོ་སྐབས་དེ་ཡང་དེ་ང་ཚོ་ལ་རག་གི་ཡོད་མ་རེད། དེ་ག་ནང་བཞིན་གྱི་ཨ་ནེ་དུད་འགྲོ་ལ་ཅིག་སྐྱེས་བ་ཡིན་པ་ཡིན་ཚོར་ན་ཡང་ཨ་ག་དུས་ཡིན་པ་ནས་གཞན་གྱི་བཀོལ་སྤྱོད་རོ་གཞན་གྱི་ཁུར་བོ་དེ་ཚོ་ཁུར་ཡག་དང་ཨ་ནེ་གཅིག་གིས་གཅིག་ལ་བསད་ཡག་དང་གཏུབ་ཡག་དང་ཨ་ནེ་མིག་གིས་ཤ་ཟ་ཡག་དེ་གི་ཨ་ནེ་སྡུག་བསྔལ་དེ་མང་པོ་ཞིག་མྱོང་མྱོང་གི་ཡོད་རེད་རོ་སྲོག་གཅོད་ནས། ཨ་དེ་ག་ནང་ཆེན་གྱི་ལྷ་ལ་སྐྱེས་པ་ཡིན་ན་ཕྱི་བོ་ལྟུང་དང། ཕྱི་བོ་ལྟུང་གི་སྡུག་བསྔལ་མྱོང་ཡ་དང། ལྷ་མ་ཡིན་ལ་ནི་འཐབ་རྩོད་ཀྱི་སྡུག་བསྔལ་དེ་འདྲིས་ཀྱི་སྡུག་བསྔལ་མང་པོ་ཞིག་མྱོང་དགོས་པ་རེད། ཡིན་ན་ཡང་ང་རང་ཚོ་ལ་ད་འདི་རོག་གི་སྡུག་བསྔལ་དེ་མྱོང་མ་དགོས་ནས། དར་བ་རྒྱས་དང་ནི་འཇོ་རོ་བཅུ་ཚང་བའི་མི་རིགས་རིན་པོ་ཆེ་ཐོབ་ནས་ཨ་ནི་མིག་གི་ལུས་རྟེན་ཅིག་བླངས་ཡོད་རེད་རོ། ད་མི་ཡིས་ལུས་རྟེན་བླངས་ཡོད་རེད་དེ་ཡིན་ན་ཡང་ང་རང་ཚོ་གི་བསམ་བོ་བསམ་བློ་ལ་ག་རེ་ཡོད་རེད་ལ་དུས་ཙམ་པ་དེ་ལ་ཨོ་ང་རང་ཡག་པོ་ཡིན་ང་རང་ག་དུས་ཡང་ཤི་གི་མ་རེད་ང་རང་ག་དུས་ཡང་ནག་གི་མ་རེད་ད་ང་དཔེ་བདེ་བོ་ཡིན་ད་ང་དཔེ་མི་སྲིད་སྐྱིད་པོ་ཡོད་ད་ང་དཔེ་མི་སྲིད་གཙང་མ་ཡོད་ད་ང་ག་དུས་ཡང་ཤི་གི་མ་རེད་ད་བསམ་བོད་ཀྱི་ཡང་ནི་ག་རེ་སེམས་བློ་དཔེ་མི་ཚོ་ཤུགས་ཆེན་པོ་ཞིག་ཨ་ནི་བཏགས་ཟིན་ང་རང་ཚོ་ལ་ཡོད་རོགས།

ཡང་ན་ནི་ང་ངན་སོང་གསུམ་ལ་སྐྱེ་རྒྱུ་ཡོད་ན་བསམ་པའི་གི་བློ་ཅི་ཡོད་རོ། རོ། ཡང་ན་ང་ལུས་རྟེན་དགའ་བ་ལ་བླང་རྒྱུ་ཡོད་ན་བསམ་པའི་དེ་འདྲའི་གི་བསམ་བློ་ཅི་ཡོད་རེད། ད། ང་རང་ཚོ་སྐྱེ་བ་ཕྱི་མ་ཁྱེད་རང་དགའ་བ་ལ་སྐྱེ་བ་བླང་གི་ཡིན་འདི་དེ་སུ་ལ་རག་ལས་ཀི་རེད་ལབ་དུས་བསམ་པ་དེ་ལ་ང་རང་ཚོ་སོ་སོ་ལ་རག་ལས་དགོས་རེད། རོ། དཔེར་ན། སྔོ་མ་གང་བྱས་ད་དེའི་ལུས་ལ་ལྟོས་ཕྱི་མ་གང་འགྲོ་ད་དེའི་སེམས་ལ་ལྟོས་ཟེན་ཅིག་གསུང་དགོས་རོ། ད་ད་ནང་ང་རང་ཚོ་མིའི་ལུས་རྟེན་རྙེད་པ་དེ་ཡང་ག་རེ་རེད་ལབ་དུས་བསམ་པ་དེ་ལ། སྐྱེ་བ་སྔོན་མ་ཚེ་རབས་སྔོན་མ་དེ་ལ་སོ་སོ་གི། ཅེས་ཚུལ་ཁྲིམས་རྣམ་པར་དག་པ་ཅེས་གསུངས། ཨ་ནི་བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་ཅིག་བསགས་པའི་རྒྱུ་མཚན་དེ་ལ་བརྟེན་ནས་སྨོན་ལམ་ཡང་དག་པ་ཅིག་བརྒྱབ་པའི་རྒྱུ་མཚན་དེ་ལ་བརྟེན་ནས་ཨ་ནི་ང་རང་ཚོ་དུད་འགྲོ་ལ་སྐྱེས་ཡོད་མ་རེད། དམྱལ་བ་ལ་སྐྱེས་ཡོད་མ་རེད་ཡི་དྭགས་ལ་སྐྱེས་ཡོད་མ་རེད་ད་ནི་ང་ཚོ་ག་རུ་ག་རི་ལ་སྐྱེས་པ་རེད། འོ་མིའི་ལུས་རྟེན་དེ་ལ་སྐྱེས་པར་རོ། ད་སྐྱེ་བ་ཕྱི་མ་ཡིན་ན་ཡང་ཨ་ནི་ང་རང་ཚོ་ག་བ་འགྲོ་གི་ཡིན་ག་བ་འགྲོ་གི་ཡོད་མེད་དེ།

བདེ་བ་ཅན་གྱི་ཞིང་ངམ་དེ་ལ་སྐྱེས་པར་བྱེད་པ་དེ་ལ་ལས་ཀ་ག་རེ་བྱེད་དགོས་དགོས་འདུག་རྒྱུ་ག་རེ་བསགས་དགོས་དགོས་འདུག་འོ་འདི་ང་ཚོ་ཧ་གོ་བ་དེ་དཔེ་མི་ཚེ་གལ་ཆེན་པོ་རོགས། ཨ་ནི་རྒྱུ་དེ་ཧ་གོ་ན། ཨ་ནི་རྒྱུ་དེ་ང་ཚོ་གིས་བསྒྲུབས་པ་ཡིན་ཚོ་ན་ནི་ཨ་ནི་གཞི་ནས་བདེ་བ་ཅན་གྱི་ཞིང་ངམ་དེ་ལ་སྐྱེ་གི་རོགས། ཨ་ནི་བདེ་བ་ཅན་གྱི་ཞིང་ངམ་དེ་ལ་སྐྱེས་པའི་གི་རྒྱུ་དེ་ཁོ་རང་མ་བསྒྲུབས་ན། ཨ་ནི་བདེ་བ་ཅན་གྱི་ཞིང་ངམ་ལ་ང་ཚོ་སྐྱེ་ཐུབ་ཀི་མ་རོགས།

ཁ་ལ་ཐོབ་པའི་ཆེད་དུ་དེ་ལ་སོ་སོས་ག་ལེར་བརྒྱབ་དགོས་ཀྱི་ཡོད་རེད་བ། འདིའི་རྒྱུ་མཚན་དེ་ལ་བལྟས་ནས་ང་རང་ཚོ་གས་ག་རེ་སོང་ད་དེ་འདྲས་ཀྱི་དེ་བ་ཅན་གྱི་ཞིང་ཁམས་དང་སྐྱེས་པར་བྱས་པ་དེ་ལ་དེ་བ་ཅན་གྱི་ཞིང་ཁམས་ལ་སྐྱེས་པའི་གི་རྒྱུ་དེ་འཇིག་མི་འཇིག་ང་ཚོ་ཧ་གོ་དགོས་ཀྱི་ཡོད་རེད་བ། གར་བྱས་ནས་ལ་དེ་ཙམ་པ་དེ་ལ་དེ་བ་ཅན་གྱི་ཞིང་ཁམས་ལ་སྐྱེས་པ་ཡིན་ན་ཡང་རྒྱུ་ལ་རག་ལས་ཀྱི་ཡོད་པ་རེད། ངན་སོང་ལ་སྐྱེས་ཀྱི་ཡོད་པས་སོ་ན་རྒྱུ་གཅིག་ལ་རག་ལས་ཀྱི་རེད་མ་གཏོགས་པའི་གི་རྒྱུ་མེད་པའི་གི་འབྲས་བུ་དེ་རྩ་བ་ནས་འབྱུང་གི་ཡོད་མ་རེད། རོ། རྒྱུ་མེད་པ་ལ་འབྲས་བུ་འབྱུང་གིན་མ་རོ། ག་རེ། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱང་རྡོ་རྗེ་གདན་ལ་མངོན་པར་རྫོགས་པར་སངས་རྒྱས་ནས་ཡུལ་བ་ར་ནང་སྲིད་ལ་ཕེབས་རོ། ཡུལ་བ་ར་ནང་སྲིད་དེ་ལ་ཕེབས་ནས་ཁོང་གིས་དང་པོ་ཁོ་རང་ག་རེ་ན་ཆོས་ཀྱི་འཁོར་ལོ་བསྐོར་རོ། བདེན་པ་ཞིག་གིས་ནི་ཆོས་ཀྱི་འཁོར་ལོ་དེ་བསྐོར་རོ། བདེན་པ་ཞིག་གིས་ཆོས་ཀྱི་འཁོར་ལོ་བསྐོར་ཡོང་དུས་ཙམ་པ་དེ་ན་ཨོ། སྡུག་བསྔལ་འཕགས་པའི་བདེན་པ་ཀུན་འབྱུང་འཕགས་པའི་བདེན་པ་འགོག་པ་འཕགས་པའི་བདེན་པ་ལམ་འཕགས་པའི་བདེན་པ་བདེན་པ་ཞེས་ཡང་རྒྱུ་འབྲས་ཀྱི་ཚུལ་དུ་དེ་ལ་གསུང་བྱ་བའི་རོ། དཔེར་ན་ག་རེ་ལ་དུས་ཙམ་པ་དེ་ལ། རྒྱུ་ཀུན་འབྱུང་བདེན་པ་དེ་ལ་བརྟེན་ནས་འབྲས་བུ་དུག་ལྔ་བདེན་པ་འབྱུང་གི་ཡོད་པ། རྒྱུ་ལམ་གྱི་བདེན་པ་དེ་ལ་བརྟེན་ནས་ཨ་ནི་ག་རེ་སོང་འབྲས་བུ་གོ་བི་བདེན་པ་འབྱུང་གི་ཡོད་རེད་ད་ལ་ནས་རྒྱུ་འབྲས་ཀྱི་རྣམ་གཞག་དེ་བར་འདི་འདྲ་བྱས་ནས་གསུངས་བཞག་རེད། དེ་ཙམ་དུ་མ་ཟད་པ་བྱས་ནས་ཆོས་རྣམས་ཐམས་ཅད་རྒྱུ་ལས་བྱུང་ལ་འདི་འདྲ་བྱས་གསུངས་བཞག་རེད། ཆོས་གང་དང་གང་ཡིན་པ་ཡིན་ཙང་མི་དགེ་བའི་ཆོས་གཅིག་ཡིན་པ་ཡིན་ཚུལ་ན་ཡང་རྒྱུ་ལ་བརྟེན་ནས་འབྱུང་གི་ཡོད་པ་རེད། དགེ་བའི་ཆོས་གཅིག་ཡིན་པ་ཡིན་ཚུལ་ན་ཡང་རྒྱུ་ལ་བརྟེན་ནས་འབྱུང་གི་རེད་མ་གཏོགས་བི་གིས་རྒྱུ་མེད་པ་ལ་ཨ་ནི་འབྲས་བུ་དེ་ག་དུས་ཡང་འབྱུང་གི་ཡོད་མ་རེད་ལ་རོ། འདིའི་རྒྱུ་མཚན་དེ་ལ་བརྟེན་ནས་ང་ཚོ་གིས་ད་ད་ལྟ་བདེ་བ་ཅན་གྱི་ཞིང་ཁམས་དེ་ལ་སྐྱེས་པར་བྱ་བའི་ཆེད་དུ་ག་རེ་དགོས་དགོས་དོ་ལ་དེ་ཚོ་བདེ་བ་ཅན་གྱི་ཞིང་ཁམས་ལ་སྐྱེས་པའི་གི་རྒྱུ་དེ་དག་བསྒྲུབ་དགོས་ཀྱི་ཡོད་པ་རེད་ཉམས་ལེན་བྱེད་དགོས་ཀྱི་ཡོད་པ་རེད་རྒྱུ་དེ་ཧ་གོ་དགོས་ཀྱི་ཡོད་པ་རེད་རྒྱུ་དེ་ལ་ང་རང་ཚོ་གིས་ཅི་བླ་མ་རྩ་ཆེན་པོ་དང་དེ་ཚོ་གི་སྐུ་མདུན་ནས་ཨོ་བདེ་བ་ཅན་གྱི་ཞིང་ཁམས་ལ་སྐྱེས་པའི་གི་རྒྱུ་དེ་གི་གསུང་ཆོས་དེ་ཚོ་ཞུ། གསུང་ཆོས་དེ་ཡག་པོ་མ་ཉན། ཨ་འདི་རྒྱུ་དེ་ཨ་ནི་རྒྱུ་ཞིག་རེད་དེ་ནས་ང་ཚོ་གི་ཉི་མ་རྟག་པར་སེམས་བློ་གཏང་གིན་གཏང་གིན་དེ་ནས་འདི་འདྲི་བྱས་ནས་ཉམས་ལེན་བྱས་ན། ཨ་ནི་བརྒྱ་ཆའི་བརྒྱ་ག་རེ་ཟུང་ང་ཚོ་བདེ་བ་ཅན་གྱི་ཞིང་ཁམས་དུ་སྐྱེ་ཐུབ་ཀྱི་རེད། བ། དེ་ནས་ང་ཚོ་ཨོ་བདེ་བ་ཅན་གྱི་ཞིང་ཁམས་དུ་སྐྱེས་པར་ཤོག་ཅིག་ལ་ནས་ཨ་ནི་འདི་རྒྱུ་དེ་ཉམས་ལེན་མ་བྱས་ན།

དཔེར་ན་ང་རང་ཚོ་ག་རེ་ཅི་འདོད་པའི་ཁམས་དང་གཟུགས་ཀྱི་ཁམས་དང་ཨ་ནི་གཟུགས་མེད་པའི་ཁམས་ལ་ནི་དེ་ནས་ཁམས་གསུམ་བཤད་ཀྱི་ཡོད་པ་རེད་བ། ད་ཁམས་གསུམ་གྱི་ནང་ནས་ད་ཁམས་གསུམ་གྱི་ནང་ནས་ཨ་བདེ་བ་ཅན་གྱི་ཞིང་ཁམས་དེ་ད་འདོད་པའི་ཁམས་དེ་ལ་ཡོང་གི་ཡོད་པ་རེད་ལབ་བ། འདོད་པའི་ཁམས་དེ་ལ་ད་ད་ལྟ་ང་རང་ཚོ་འདོད་ཁམས་པ་རེད་དེ་ཡིན་ན་ད་ནང་ང་རང་ཚོ་ག་རེ་སོང་ཡོད་ས་དེ་གའི་ཨ་ནི་གླིང་དེ་གའི་མིང་དེ་ལ་ག་རེ་ལབ་དགོས་རེད་ལབ་དུས་ཙམ་པ་དེ་ལ་མི་མཇེད་འཇིག་རྟེན་གྱི་ཞིང་ལབ་དགོས། བ། ད་ནི་ང་རང་ཚོ་ཡོད་ས་ཡོད་ཨ། ང་རང་ཚོ་ཡོད་ས་གི་དེ་གླིང་དེ་གི་མིང་དེ་ལ་མི་རྗེ་འཇིག་རྟེན་གྱི་ཞིང་ཁམས་ལབ་རེད། ད་འདི་འདྲིས་ཀྱི་བདེ་བ་ཅན་གྱི་ཞིང་ཁམས་ནི་ག་བོ་ཡོད་རེད་ལབ་དུས་ཙང་མ་ལ་མི་རྗེ་འཇིག་རྟེན་གྱི་ཞིང་ཁམས་འདི་ནི་ཨ་ནི་དཔག་ཚད་དཔལ་མི་ཚད་ཀྱི་ད་བརྒྱ། སྟོང། འབུམ་གྱི་ཨ་ནི་ཐག་རིང་པོ་གི་ཨ་ནི་འདི་ཡང་ཕྱོགས་བཞི་གི་ནང་ནས་ཨ་ནི་ནུབ་ཀྱི་ཕྱོགས་དེ་ལ་དེ་ནི་ག་རེ་སོང་བདེ་བ་ཅན་གྱི་ཞིང་ཁམས་དེ་འདི་འདྲ་ཞིག་ཡོད་འདོད་པ་རེད། བ། ད་འདི་ལ་ནི་ང་ཚོ་ད་སྐྱེ་བ་བླངས་དགོས་ཀྱི་ཡོད་པ་རེད་ལ་ད་ང་རང་ཚོ་སྨོན་ལམ་རྒྱག་གི་ཡོད་རེད་བ། ད་འདི་འདྲི་གི་ཞིང་ཁམས་འདི་ལ་སྐྱེ་བ་བླངས་ན། ཨ་ནི་ད་ནང་ང་ཚོ་མི་ཚེ་འཇིག་རྟེན་གྱི་ཞིང་ཁམས་ནང་བཞིན་ཡོད་མ་རེད། འདི་ཚོ་དག་པའི་ཞིང་ཁམས་རེད་བ། བ། དཔེར་ན་ཞིང་ཁམས་འདི་ལ་ཡང་མང་པོ་བཞག་དག་པའི་ཞིང་ཁམས་སངས་རྒྱས་ཀྱི་རྒྱལ་བ་རིག་སྔགས་ཀྱི་ཞིང་ཁམས་བཞག་ཡོད་རེད། ཤར་ཕྱོགས་མངོན་པར་དགའ་བའི་ཞིང་ཁམས་འདི་ཡང་དག་པའི་ཞིང་ཁམས་རེད་བ། ཨ་ནི་ནུབ་ཕྱོགས་བདེ་བ་ཅན་གྱི་ཞིང་ཁམས་ཡང་ཨ་ནི་དག་པའི་ཞིང་ཁམས་རེད། ལྷོ་ཕྱོགས་པ་ལས་མཛེས་པའི་ཞིང་ཁམས་འདི་ཡང་དག་པའི་ཞིང་ཁམས་རེད། ཨ་ནི་བྱང་ཕྱོགས་ལས་རབ་རྫོགས་པའི་ཞིང་ཁམས་ནི་ཡང་དག་པའི་ཞིང་ཁམས་རེད།

བ། དེ་འདྲས་ཡོད་རེད། ད། ཕྱི་ལོགས་ཀྱི་འགྲོ་ཕན་ཁང་པ་ཁ་ཤས་ཡག་པོ། ཁང་པ་ཁ་ཤས་སྡུག་པོ། ཨ་ནི། ལམ་ཀ་ཡིན་པ་ཡིན་ཚོད་ན་ཚོར་བ་ཡོད་པ། རོ་ལམ་ཀ་ཡིན་པ་ཡིན་ཚོད་ན་ཁ་ཤས་ཡག་པོ་ཁ་ཤས་ཡག་པོ་མེད་པ། ཆུ་ཞིག་ཡིན་པ་ཡིན་ཚོད་ན་ཁ་ཤས་དྲི་མ་ཅན་གྱི་ན་ལི་གི་ཆུ་ལབ་གི་རོ། དེ་འདྲས་ཡོད་པ་དེ་འདྲས་ཀྱི་ཚོར་བ་རེད་ང་རང་འདུག་གི་དེ་ན་མི་ཡོད་ས་གི་ཞིང་ཁམས་རེད། མི་ཞིག་དེང་གི་ཞིང་ཁམས་ཟེར་མཁན་དེ་དེ་འདྲས་རེད། བ། ད་འདི་ཐམས་ཅད་ག་རེ་ལ་ང་རང་ཚོ་གི་མཐོང་སྣང་དེ་གི་དེ་འདི་མཐོང་གི་ཡོད་རེད་ད། ང་རང་ཚོ་གི་མཐོང་མི། ང་རང་ཚོ་མི་ཆེ་ཚང་ལ་སེམས་བློ་བཏང་སྣང་ཁ་ཁ་ཁ་ཁ་ཡོད་དུས་ཙམ་པ་དེ་ལ་ཁ་ཤས་ཀི་ཡག་པོ་མཐོང་གི་རེད་ཁ་ཤས་ཀི་སྡུག་ཅག་མཐོང་གི་རེད། བ། ཁ་ཤས་ཀི་དཔེ་སྙིང་ཅོག་མཐོང་གི་རེད་ཨ་ནི་ཁ་ཤས་ཀི་འདྲ་མི་འདྲ་མཐོང་གི་རེད་འདི་སོ་སོ་གི་སེམས་བློ་བཏང་སྣང་གི་ཐོག་ནས་དེ་འདྲ་ཞིག་མཐོང་གི་ཡོད་པ་རེད། ད་བདེ་བ་ཅན་གི་ཞིང་ཁམས་དེ་འདི་འདྲིག་རེད་བས་ཟེར་ན་འདི་འདྲིག་མ་རེད། ད་བདེ་བ་ཅན་གི་ཞིང་ཁམས་ཟེར་ག་ནས་དཔལ་མི་སེར་གི་ས་ཆ་ཡིན་པ་ཟེར་ན་དཔལ་མི་སེར་གི་གཉེན་པོ་ཁོའི་སྨྱོན་པོ་ཡོད་པ།

ལས་བྱས་མ་སོང་བ། ད་མི་བྱེད་འཇིག་རྟེན་གྱི་ཞིང་ཕ་ཡོད་པར་བསྡད་ཡིན་ན་ཡང་ཞིང་ཁམས་དེ་ལ་སུ་ཡོད་རེད། ཞིང་ཁམས་དེ་གི་བདག་པོ་སུ་རེད། དཔེར་ན་ང་རང་ཚོ་ཁང་པ་ཅིག་ཡོད་ན་ཁང་པ་ལ་བདག་པོ་དགོས་ཡོད་རོ། ས་ཆ་ཡིན་ན་ས་ཆ་ལ་བདག་པོ་ཡོད་པ་རེད་མོ་ཏོར་ཡིན་ན་མོ་ཏོར་ལ་བདག་པོ་རེ་རེ་ཡོད་རོ། ཡེ་ཡོད་པ་ནང་བཞིན་གྱི་བདེ་བ་ཅན་གྱི་ཞིང་ཁམས་དེ་ལ་ཡང་ད་འདི་གི་བདག་པོ་དེ་སུ་རེད་འདིའི་སྟོན་པ་དེ་སུ་རེད་ལ་དུས་བསམ་པ་དེ་ལ་སངས་རྒྱས་འོད་དཔག་མེད་རེད་ལ། རེད་སོང་སངས་རྒྱས་འོད་དཔག་མེད། ད་དེ་བ་ཅན་གྱི་ཞིང་ཁམས་དེ་ལ་ང་ཚོ་ག་རེ་ཨོ་སངས་རྒྱས་འོད་དཔག་མེད་བཞུགས་འདོད་ཡོད་ད་ད་ང་རང་ཚོ་ཤི་ནས་ཨ་ནི་ཚེ་ག་བ་ལ་སྐྱེ་བ་བླངས་དེ་བ་ཅན་གྱི་ཞིང་ཁམས་དུ་སྐྱེ་བ་བླངས་པར་ཤོག་ཅིག་ལ་ནི་ང་རང་ཚོ་སྨོན་ལམ་བཏབ་ཀྱི་ཡོད་རེད་བ་དེ་རེད། འདི་འདྲས་ཡིན་དུས་ཙམ་པ་དེ་ལ་ད་ང་རང་ཚོ་གི་ཨ་ནི་ད་དེ་བ་ཅན་གྱི་ཞིང་ཁམས་དེ་གི་ཞིང་ཁམས་ལ་སྐྱེས་པར་བྱེད་པའི་གི་རྒྱུ་དང་པོ་དེ་ག་རེ་ཚང་དགོས་དགོས་རེད་ལ་དུས་ཙམ་པ་དེ་ལ་ཞིང་ཁམས་ཡིད་ལ་དྲན་པ་ཟེར་སྐད་ཆ་ཞིག་སླེབས་ཀྱི་རེད་རེད་སོང་ཞིང་ཁམས་ཡིད་ལ་དྲན་པ་ཡེ་ན་སངས་རྒྱས་འོད་དཔག་མེད་ཡིད་ལ་དྲན་པ་ད་སངས་རྒྱས་འོད་དཔག་མེད་དེ་ག་འདྲས་ཡོད་པ། སྐུ། སྐུ་མདོག་ག་འདྲེས་ཡོད་པ། སངས་རྒྱས་འོད་དཔག་མེད་ག་འདྲེས་བྱས་ནས་བཞུགས་ཡོད་པ། ཨ་ནི་སངས་རྒྱས་འོད་དཔག་མེད་ཀྱི་སྐུ་གི་ཡོན་ཏན། གསུང་གི་ཡོན་ཏན་ཐུགས་ཀྱི་ཡོན་ཏན། ཨ་ནི་བདེ་བ་ཅན་ཞིང་ཁམས་འཁོར་བ་འདི་འདྲས་ཀྱང་ཡོད་རེད་ན་ག་དུས་ཡིན་པ་ཡིན་ན་ང་རང་གི་སེམས་དེ་ལ་དྲན་ནས། རོ། སེམས་ལ་འདིར་རྐྱང་རྐྱང་སེམས་བློ་བཏང་ནས། བདེ་བ་ཅན་གྱི་ཞིང་ཁམས་དེ་རྐྱང་རྐྱང་སེམས་བློ་བཏང། ཞོ་སྐད་ཡིན་ན་ཡང་རེད་ཉིན་གུང་ཡིན་ན་ཡང་རེད་དགོངས་དག་ཡིན་ན་ཡང་རེད་བདེ་བ་ཅན་གྱི་ཞིང་ཁམས་དེ་འདྲ་ཅིག་ཡོད་རེད་ད། ལབ་ན་ནི་སེམས་དེ་ལ་སྒོམ་སྒོམ་གཞི་ཡག་པོ་མ་ཅིག་སྤྲད་ནས་སོ་སོ་གས་ཉམས་ལེན་ཡག་པོ་མ་བྱས་པ་ཡིན་གསུང་ན་ནི། ང་རང་གི་སེམས་དེ་ལ་ག་དུས་ཡིན་མིན་དང་བདེ་བ་ལེན་བདེ་བ་ཅན་གྱི་ཞིང་ཁམས་དེ་ཁྲ་ལེ་མེ་ལ་ཤར་དུ་ཡོང་ཡོང་དགོས་པ་རེད་བ། དེའི་ཤར་བགྲོད་པ་ན་ཨ་ནི་སོ་སོ་ཤི་བ་ཡིན་ཟེར་ན་སོ་སོ་གས་ཨ་ནི་ག་རེ་སོང་ནམ་ཕྱེད་དེ་ཐོགས་སྐྱེ་བ་ཕོད་ནས་ནི་བདེ་བ་ཅན་གྱི་ཞིང་ཁམས་དེ་ལ་དེ་འདྲ་ཞིག་སྐྱེ་བ་བླང་དགོས་པ་ཡོད་པ་རེད་ལ།

ཨ་ནི་ཕྱག་གི་སྟེང་ལ་ག་རེ་ཡོད་རེད་ལ་དུས་ཙམ་པ་དེ་ལ་ལྷུང་བཟེད་ཡོད་པ། བ། ལྷུང་བཟེད་ཀྱི་ནང་དེ་ལ་ག་རེ་ཡོད་རེད་ལ་དུས་ཙམ་པ་དེ་ལ་འཆི་མེད་ཀྱི་བདུད་རྩི་གི་གངས་ཡོད་པ། ཨ་ནི་སངས་རྒྱས་འོད་དཔག་མེད་བ། ད་སངས་རྒྱས་འོད་དཔག་མེད་ཀྱི་སྐུ་མདོག་དམར་པོ་ཡིན་པ། ཕྱག་གཉིས་མཉམ་བཞག་གི་སྟེང་དུ་ཕྱག་གི་སྟེང་དེ་ལ་ལྷུང་བཟེད་འཛིན་ཡོད་པ། ལྷུང་བཟེད་ཀྱི་ནང་དེ་ལ་འཆི་མེད་བདུད་རྩི་གི་གངས་ཡོད་པ། ཞབས་གཉིས་སྐྱིལ་ཀྲུང་གིས་བཞུགས་ཡོད་པ། བ། ཨ་འདི་ཙམ་དུ་མ་ཟད་པ་ཅི་ནས་ཨ་ནི་སངས་རྒྱས་འོད་དཔག་མེད། ཨ་ཀེ་ཡ་ནི་ཀ་རེ་སོ་ད་ཨ་ཅི་གནམ་ས་འདྲ་བོ་ཞིག་ཡིན་པ་ཡིན་ཟེར་ན་ཡང་ཆོས་གོས་རྣམ་གསུམ་གྱི་རྣམ་ཡོད་པ་རོ་ད་ང་རང་ཚོ་ཆོས་གོས་རྣམ་གསུམ་ཡོད་རོ་ཐང་གོས་དང་བླ་གོས་དང་ཨ་ནི་ཆོས་གོས་ལ་སོགས་པ་རྣམ་ནས་དེ་འདྲས་བྱས་ནས་བཞུགས་དུ་ཡོད་པ་རེད་ལ། ད་སངས་རྒྱས་འོད་དཔག་མེད་འདི་འདྲས་ཅིག་ང་རང་ཚོ་གི་ཡིད་ལ་དྲན་དགོས་ཀྱི་ཡོད་པ་རེད་སེམས་འདི་ལ་བག་ཆགས་ཡག་པོ་མ་ཅིག་བཞག་དགོས་ཀྱི་ཡོད་པ་རེད་སངས་རྒྱས་འོད་དཔག་མེད་འདི་འདྲས་ཅིག་ཡོད་རེད་ད་ལབ་ནས། ཉལ་བའི་གནས་སྐབས་འདི་ལ་འདི་སེམས་བློ་བཏང། ཨོ། ཅི་སྐོར་ར་རྒྱབ་པའི་གནས་སྐབས་འདི་ལ་འདི་སེམས་བློ་བཏང། ཁ་ལག་སྲ་བའི་གནས་སྐབས་འདི་ལ་འདིས་སེམས་བློ་བཏང། བ། གོམ་པ་རྒྱབ་པའི་གནས་སྐབས་འདི་ལ་འདིས་འདི་གཅིག་སེམས་བློ་བཏང་ན་སེམས་འདི་ལ་སངས་རྒྱས་འོད་དཔག་མེད་ཕྲ་ལས་མེད་ལ་ཤཱ་རད་ཀྱི་བག་ཆགས་བཟང་པོ་ཅིག་ཡོད་ན། ཨ་འདི། ཨ་ནི་ག་རེ་སོང་སངས་རྒྱས་འོད་དཔག་མེད་ཡིད་ལ་དྲན་པ་ཆགས་ཀྱི་ཡོད་པ་རེད། འདི། བདེ་བ་ཅན་གྱི་ཞིང་ངམ་དུ་སྐྱེ་བའི་གི་རྒྱུ་ཆགས་ཀྱི་ཡོད་པ་རེད། སངས་རྒྱས་འོད་དཔག་མེད་ཡང་དང་པོ་ཐད་ཀར་ཁོ་རང་འདི་བདེ་བ་ཅན་གྱི་ཞིང་ངམ་ལ་འདི་འདྲའི་ཅན་གྱི་སངས་རྒྱས་འདི། སངས་རྒྱས་ནས་འདི་འདྲའི་ཅན་སླེབས་ཡོད་ག་ཡང་མ་རེད། ལོ་རྒྱུས་ཞུས་པ་ཡིན་ན། སངས་རྒྱས་འོད་དཔག་མེད་ཟེར་མཁན་འདི་སྔོན་མ། རྒྱལ་པོ་གཅིག་གིས་སྐྱེ་བར་བླངས་པ་རེད། བ། རྒྱལ་པོས་སྐྱེ་བ་རེད། ད་རྒྱལ་པོ་གཙུག་པོའི་སྤྱན་གྱིས་ནི་སྐྱེ་བ་རེད། ནི་རྒྱལ་བོས་ཀྱིས་སྐྱེ་བ་བླངས་པའི་གནས་སྐབས་དེ་ལ་ད་ཁོས་རྒྱལ་པོ་ཆོས་བྱེད་མཁན་ཆོས་པ་གཅིག་ཡིན་ཚར་བ། ཨ་ཁོང་གིས་ག་རེ་སྨོན་ལམ་བཏབ་པ་རེད་ལ་དུས་འཛམ་པ་དེ་ལ། གང་ཟག་ལ་ལ་ཞིག་གིས། བདེ་བ་ཅན་གྱི་ཞིང་ངམ་དུ་སྐྱེས་པའི་གི་རྒྱུ་བཞི་དེ་ཡིད་ལ་དྲན་ནས། ཨ་ནི་སངས་རྒྱས་འོད་དཔག་མེད་ཀྱི་མཚན་དེ་ལན་བདུན་དུ་བགྲངས་ན། ཨ་ནི་འདི་རུ་གང་ཟག་དེ་འགའ་རེ་ཟུང་བདེ་བ་ཅན་གྱི་ཞིང་ངམ་དུ་སྐྱེས་པར་གྱུར་ཅིག། འདི་འདྲིས་ཀྱི་གང་ཟག་དེ་བདེ་བ་ཅན་གྱི་ཞིང་ངམ་དུ་སྐྱེས་ན། ཨ་ནི་སེམས་ཅན་ཐམས་ཅད་འདི་འགའ་རེ་བདེ་བ་ཅན་གྱི་ཞིང་ངམ་ལ་སྐྱེས་ན་ཨ་ང་སངས་རྒྱས་པར་འགྱུར་གྱི་ཡིན། ད་སེམས་ཅན་འདི་ཚོ་ཨ་ནི་བདེ་བ་ཅན་གྱི་ཞིང་ངམ་དུ་མ་སྐྱེས་ན་ང་སངས་རྒྱས་པར་མ་གྱུར་ཅིག་ལ་ནི་ཁོང་གིས་རྒྱལ་པོ་ཡིན་པའི་གནས་སྐབས་ལ་འདི་ནི་སྨོན་ལམ་བཏབ་པ་རེད་ལ། སྨོན་ལམ་འདི་ནི་ཞེས་བཏབ་པ་རེ་སྐོང་གི། སྨོན་ལམ་བཏབ་ནས་སེམས་ཅན་འདི་ཚོ་ཨ་ནི་ག་རེ་སོང་ད་མང་པོ་ཞིག་བདེ་བ་ཅན་གྱི་ཞིང་ཁམས་འདི་ལ་སྐྱེས་ཐུབ་པ་རེད། སྐྱེས་ནས་ཨ་ནི་ཏག་ཏག་ཨ་ནི་འདི་འདྲ་བ་རྒྱལ་པོ་དེ་གར་ཆགས་པ་རེད་ལ་དུས་ཙམ་པ་དེ་ལ་སངས་རྒྱས་འོད་དཔག་མེད་སོགས་ཨ་ནི་ག་རེ་སོང་སངས་རྒྱས་པ་ཐུབ་པ་རེད། བ་དེ་གྱུར་ན་ལ་དེ་ནས་སངས་རྒྱས་འོད་དཔག་མེད་ཁོ་རང་ཨ་ནི་སྐྱེ་བ་སྔོན་མ་སྔོན་མ་དེ་ལ་རྒྱལ་པོ་ཅིག་གི་སྐྱེ་བ་ལ་བླངས་པའི་གནས་སྐབས་དེ་ལ་ཁོ་རང་གིས་སྨོན་ལམ་འདི་འདྲའི་བཏབ་ནས་ཨ་རྒྱལ་པོའི་སྨོན་ལམ་དེ་བསྒྲུབས་ནས་ཨ་ནི་ཁོ་ཏག་ཏག་ག་རེ་སོང་འདི་བྱུང་བ་རེད་ལ།

ཐོག་དོན་གོ་ཤུགས་ཆེན་པོ་ཞིག་སྐྱེས་པའི་ཐོག་ནས་བལྟས་ན་དེ་འདྲ་བྱས་ན་ཆགས་ས་འོག་གི་བོད་པ་རེད་ལབ་བ། ཡང་ན་ད་ཆ་ཕྲ་མོ་གཉིས་མགྲིན་པར་སྦྱར་བའི་གནས་སྐབས་དེ་ལ་ཨ་ང་རང་གིས་ག་རེ་ཐོག་ང་གི་སྒོ་ནས་མི་དགེ་བ་བསགས་བཞག་གྱོ་གྱོ་ང་གི་སྒོ་ནས་ཡོད་ར་ཨོ་ཨོ་ང་རང་མི་དགེ་བ་བསགས་ཀྱི་ཡོད་ར་ཚིག་རྩུབ་པོ་ལ་ཡ་མི་ལ་རྐུ་མ་ལ་ཡ་དང་མི་ལ་ཇག་པ་ལ་ཡ་དང་མི་ལ་ཁ་བཏང་ཡ་དང་དོན་མི་འགྲུབ་པའི་སྐད་ཆ་བཤད་པ་འདི་ཐམས་ཅད་ག་རེ་ལ་འདོད་ཙམ་པ་དེ་ལ་ང་གི་མི་དགེ་བ་རེད་རེད་བ་ང་གི་སྒོ་ནས་བསགས་བཞག་གྱོ་མི་དགེ་བ་རེད།

ཨ་ནི་ལོག་ལྟ་ལ་སོགས་པ་སྐྱེ་ཡ་དང་མི་ལ་ཁོང་ཁྲོ་ལངས་ཡ་དང་ཞེ་སྡང་ལངས་ཡ་དང་ཨ་ནི་མི་ལ་ཕྲག་དོག་དང་འགྲན་སེམས་འདི་ཐམས་ཅད་ག་རེ་ལ་རེད་བསམ་པ་དེ་ན་ངག་གི་སྒོ་ནས་བསགས་བཞག་རྒྱུར་མི་འགལ་བ་རེད། ད་ང་ང་ཚོ་གི། དེ་ནས་ཐ་མོ་དེ་སྙིང་ག་ལ་བཅའ་བའི་གནས་སྐབས་དེ་ལ་འོ་ད་ངག་གི་སྒོ་ནས་བསགས་བཞག་རྒྱུར་གས་མི་འགལ་བ་དེ་དག་ཐམས་ཅད་ཅིག་ཨ་ནི་དག་པར་ཤོག་ཅིག་སྙམ་ནས་བསམ་བློ་དེ་འདྲ་ཞིག་བཏང་ནས།

གཟུངས་སྔགས་ཨུམ་ཨ་མི་དེ་བ་ཧི་ཟེར་བའི་དབང་ཨུམ་ཨ་མི་དེ་བ་ཧི་ཟེར་སྔགས་དེ་སོ་སོ་གི་གདངས་སྙན་པོ་མ་བསྐྱོར་ནས་ཨ་ནི་སངས་རྒྱོ་བ་མན་དེ་ལ་ནི་གར་སོང་བུར་ཐིག་གི་མཆོད་པ་ལ་སོགས་པ་དེ་ཕུལ་ནས་ཨ་ནི་མཆོད་པ་དབྱངས་ཀྱི་མཆོད་པ་དེ་ནི་ཅིག་ཕུལ་ནས་ཨ་ནི་དྲི་ཡོད་པ་རེ་བ། དེ་འདྲིས་ཀྱི་སྒོ་ནས་ཨ་ནི་མཆོད་པ་དེ་ཕུལ་བ་ནི་ཐུབ་ན་ནི་ཨ་ནི་སོ་སོ་དེ་ལ་ནི་གར་སོང་བསོད་ནམས་ཀྱི་ཚོགས་དང་ཨ་ནི་ཡེ་ཤེས་ཀྱི་ཚོགས་རྒྱ་ཆེན་པོ་དེ་བསགས་ཡོད་པ་རེ་ད་དེ་ཚོ་ག་རེ་ལ་དེ་ཙམ་པ་དེ་ལ་བདེ་བ་ཅན་གྱི་ཞིང་ཁམས་ལ་སྐྱེས་པའི་གི་ཨ་ནི་གར་སོང་རྒྱུ་ཆགས་ཡོད་པ་རེ་བ། བདག་གི་རྒྱུ་གཉིས་པ་དེ་ལ་ནི་ཚོགས་བསགས།

ཉེ་དགེ་བའི་གིས་སྐྱོན་ཏེ་ང་རང་གིས་ང་རང་གི་ཧ་གོ་ནས་ང་རང་འདི་བྱེད་ཡིན་དཱ་ངས་མི་དགེ་བ་འདི་བྱེད་ཡིན་དཱ་བསམ་འཕེལ་གིས་ནོར་འཁྲུལ་ཏེ་སོ་སོ་གིས་ཧ་གོ་ནས་ཨོ་ད་འདི་ལས་ཀ་རེ་ཡག་པོ་རེད་མི་འདུག་དཱ་འདི་མི་དགེ་བ་བྱས་ན་འདི་མི་དགེ་བ་རེད་ལས་ཀ་ཡག་པོ་རེད་མི་འདུག་དཱ་བསམ་ནས་བ་དཱ་ཚུན་ཆོད་འདི་བྱེད་ཡག་རེད་མི་འདུག་དཱ་བསམ་ནས་ཨ་ནི་སོ་སོ་གིས་སངས་རྒྱས་པ་མེད་ལ་ཤག་པ་བྱས་ན་ཨ་འདི་པ་རེད་དཱ་འགྲོ་གི་ཡོད་པ་རེད་ལ་བ་ཡང་ན་སྤྱན་གྱིས་ཨ་ནི་རྟ་ཕོ་སུམ་འཛིན་པའི་གིས་རྟོགས། ལྟ། ཨོ་ཁ་ཚ་སྙེ་མ་ངན་གྱི་བུ་བསད་པ་རེད་མི་ལ་འཁྲུག་པ་རྒྱབ་པ་རེད་མི་ལ་དོགས་གཏན་བཏང་བ་རེད་རྐང་པའི་གི་ཇག་སེལ་ལ་འདྲ་མི་འདྲ་བརྩོན་ཤེས་བ་དེ་འདྲི་གི་མི་དགེ་བ་བྱེད་ལ་ལྟ་འདི་མི་དགེ་བའི་གི་ལས་ཀ་དེ་ཡག་པོ་རེད་མི་འདུག་ལྟ་ལྟ་དུས་དེ་རིང་ནས་སོང་ནས་ང་འདི་འགྲོ་བ་གི་མི་དགེ་བའི་ལས་པ་དེ་ལྟ་སེམས་གཏིང་ནས་ཁོང་ལ་འགྱོད་པ་ར་སྤོ་ཅིག་སྐྱེས་ནས་ལྟ་དཔེ་བསགས་སོང་ལྟ།

སྡིག་པ་མེད་ན་ཤི་འགྲོ་བའི་གནས་སྐབས་ཡིན་ན་གོ་མ་ཤོར་ཏེ་ཤོར་ཏེ་སྐྱིད་པོ་བྱུང་ཤི་འགྲོ་ཡ་ཡོད་རོགས་ཨ་སོ་སོ་ག་ལས། ལུས་ཀྱི་སྒོ་ནས་མི་དགེ་བ་ངག་གི་སྒོ་ནས་མི་དགེ་བ་མི་དགེ་བ་མང་པོ་ནི་བསགས་བྱས་ན་ཤི་བའི་གནས་སྐབས་དེ་ལ་བརྟེན་ནས་ཨོ། ད་ངན་སོང་ལ་སྐྱེས་ས་རེད་ད་ད་ཞེད་སྣང་སྐྱེས་སྐྲག་སྣང་སྐྱེས་ཨོ་ད་ང་ལ་སྐྱབས་གྲོགས་བྱེད་ད་ནི་པས་སོ་སོ་སོའི་སེམས་ལ་ཞེད་སྣང་སྐྱེས་ནས་ཤི་འགྲོ་དགོས་འགྲོ། འདི་ཡག་པོ་མ་རོགས་ཨ།

བོད་སྐུ་དྲག་གི་གཙོ་གི་བདུན་དེ་ལ་ནི་ང་རང་ཚོ་གི་ཕྱག་འཚལ་ལུས་འཚལ་ཕྱག་འཚལ་ཡ་དང་ཆོས་པ་ཀུ་ལི་ཡ་ལ་སོགས་པ་དེ་འདྲི་བྱེད་པའི་རྒྱུ་ཐོག་ནས་དེ་ནི་ང་ཚོ་གི་ལུས་ཀྱི་ངག་ཡིད་ཀྱི་སྒོ་ནས་ནི་བསགས་བཞག་རྒྱུད་ཀྱི་མི་དགེ་བ་དེ་ཚོ་དེ་ནི་བག་མེད་པ་བྱེད་དགོས་པ་རེད་ད་སངས་རྒྱུས་འདི་ཡང་དེ་ག་ལས་མ་རེད་ད་སངས་རྒྱས་འོད་དཔག་མེད་ལ་དད་པ་དང་ཡིད་ཆེས་རྩེ་གཅིག་པོའི་སྒོ་ནས་བྱེད་དགོས་རོགས་མ་གཏོགས་དད་པ་དང་ཡིད་ཆེས་མེད་པ་ཡིན་ཚོད་ན་ནི་ཨ་ནི་སངས་རྒྱས་འོད་དཔག་མེད་ཀྱི་བྱིན་རླབས་དེ་འཇུག་གི་མ་རེད་ཨ་ནི་སྡིག་པ་ཡིན་ན་དག་གི་ཡོད་མ་རེད་སྤྱི་བཏང་ནམ་ཡང་ང་ཚོ་ཤེས་ཀྱི་ཡོད་རོགས།

ད་ང་རང་ཚོ་སངས་རྒྱས་འོད་དཔག་མེད་ཀྱི་ཨ་ནེ་ཀ་རེ་ཚོང་ཞིང་ངམ་ལ་སྐྱེས་པའི་ཆེད་དུ་ཨ་ནེ་རྒྱུ་བཞི་སྟེ་ཉམས་ལེན་བྱེད་པའི་གནས་སྐབས་དེ་ལ་ང་རང་ཚོ་རྗེས་སུ་ཡི་རང་བ་ག་རེ་བསྒོམ་དགོས་དགོས་ལ་མི་རྩོམ་པ་དེ་ལ་མི་ལ་ལ་ཞིག་གིས་ཀ་རེ་སངས་རྒྱས་འོད་དཔག་མེད་ཀྱི་སྐུ་འདྲ་ལ་མཆོད་པ་བཀུར་ཡག་དང་སངས་རྒྱས་འོད་དཔག་མེད་ཀྱི་སྐུ་འདྲ་བཞེངས་ཡག་དང་ཨ་ནེ་སངས་རྒྱས་འོད་དཔག་མེད་ལ་ཕྱག་འཚལ་ཡག་དང་སངས་རྒྱས་འོད་དཔག་མེད་ལ་མེ་ཏོག་བཀུར་ཡག་དང་སྤོས་བཀུར་ཡག་དང་མཆོད་པ་འདི་འདྲས་བྱེད་པའི་གནས་སྐབས་དེ་ལ་ཨོ་ད་འདི་མི་འདི་ག་ད་དེ་འདྲའི་མཆོད་པ་བྱེད་ཀྱི་འདུག་ད་ཨ་འདི་མི་གི་མཆོད་པ་ཡག་པོ་བྱས་མ་སོང་ད་ཟེར་ཡག་དགའ་བོ་དང་ཨ་འདི་འདྲའི་དགེ་བ་བྱེད་མཁན་གང་ཟག་དེ་ལ་སོ་སོ་གིས་ཀ་རེ་འགྲན་སེམས་དང། ང་རྒྱལ་སྐྱེས་ན་འགྲིག་གི་རེད་འདི་འགྲིག་གི་ཡོད་མ་རེད་ད། སངས་རྒྱས་དཔའ་མི་ཁྱེད་སྐུ་ལ་དེ་ནས་ཆོས་པ་བཀོད་མཁན་གྱི་ཡ་ན་དགེ་བ་བྱེད་མཁན་བ་ད་ནི་གང་ཟག་སུ་དང་སུ་ཡིན་མ་འདི་ལ་ཨོ་ཁོ་རང་དཔེ་དགག་པ་བཟང་པོ་རེད་ད། དེ་འདྲིག་གི་ཆོས་པ་བྱེད་ལ་དེ་ལ་དཔེ་ཡག་པོ་རེད་ད་ཟེར་ནས་སེམས་འདི་ནི་ང་རང་གི་དགའ་བ་སྒོམ་པ་ཡིན་ཚོར་ན་ནི་ཁོས་ཆོས་པ་བཀུར་བ་དེ་དང་ང་རང་གི་དགའ་བ་སྒོམ་པ་ནི་འབྲས་བུ་ང་རང་ལ་ཡང་ཐོབ་ཀྱི་ཡོད་པ་རེད་སྤྱི་པ་གཅིག་ཀྱང་ཐོབ་ཀྱི་ཡོད་རེད་མ་གཏོགས་དཔེ་ཀྱི་མི་ཕ་རོལ་པོ་གི་ཕ་ད་དགེ་བ་བྱེད་པའི་གནས་སྐབས་དེ་ལ་འགྲན་སེམས་དང་ཞེ་སྡང་དབང་པོ་སྐྱེས་ན་འགྲིག་གི་ཡོད་ཟེར་འདི་འགྲིག་གི་ཡོད་མ་རེད།

འདི་དགེ་བ་ཡང་དག་པ་ཆགས་ཀྱི་མ་རེད། ད་ང་རང་གི་སེམས་འདི་ལ་ག་རེ་སོང་ཆོ་ག་གང་དང་གང་ཕུལ་གྱི་ཡོད་པ་ཡང་བཟང་སྐྱོ་བ་མེད་ལ་ཆོ་ག་གང་དང་གང་ཕུལ་གྱི་ཡོད་པ་ཡང་ང་རང་གི་སེམས་འདི་ལ་ང་རྒྱལ་མེད་པ། གཞན་ལ་ཐུབ་ཚོད་མ་བཏང་ནས། ཆོ་ག་ཕུལ་མ་ཐུབ་མཁན་གང་ཟག་དེ་ལ་ཐུབ་ཚོད་མ་བཏང་ནས་བརྙས་བཅོས་མ་བྱས་ནས་སོ་སོ་གི་སེམས་འདི་ལ་ང་རྒྱལ་མེད་པའི་ཐོག་ནས་འདི་ཆོ་ག་ཕུལ་ན་ཨ་ནེ་རང་གི་དགེ་བ་དེ་ལ་རྗེས་སུ་ཡི་རང་བ་ང་རང་གི་ཆོ་ག་དེ་འདྲ་ཞིག་ཕུལ་ལ་ང་རང་སྐལ་པ་བཟང་པོ་རེད་སོང་ད་བསམ་པའི་གི་སེམས་དང་དགའ་བ་དེ་འདྲ་ཞིག་སྐྱེས་ན།

ཆོས་གསུང་ཡོད་པ། ག་ཅི་ནས་བླ་སྤྲུལ་སྟོན་པ་འདི་ལ་སངས་རྒྱས་ཀྱི་ཆོས་དེ་ཧ་ཅང་རྒྱ་མི་དག་རེད་ཟག་པ་དང་རྒྱ་ཆེ་བ་ཡིན་འདུག་སྟོན་པ་འདི་ལ་སངས་རྒྱས་ཀྱི་འོག་ན་འདི་ཆོས་དེ་ཤེས་ན་ཨ་མི་ཆེ་ངའི་འོག་ཅིག་གོ་ཐུབ་ས་མ་རེད་སོང་དགོངས་ནས་དེ་ནས་གནས་སྐབས་ཀྱི་ཆོས་ཤེས་ཡོད་མ་རེད་དམ། ཆོས་མ་ཤེས་དེ་སྟོན་པ་འདི་ལ་ཨ་ནི་བྱེ་མ་ཕ་ལ་འོ་གུ་བ་ར་སྣང་སྲིད་དང་རྒན་གྱི་ཡ་ནི་ག་རེད་སོང། ད་གྲོང་གསེབ་མི་འདི་ཚོ་གི་སོར་འབྲེལ་ཞུ་དེ་ག་ནང་བཞིན་གྱི་ལྷ་ཡི་དབང་པོ་བརྒྱ་བྱིན་དང་ཨ་ནི་ཚངས་པ་རྣམ་པ་གཉིས་ཀྱི་ཨ་ནི་ཅི་དུང་དཀར་སྐྱེས་སུ་འཁྱིལ་བ་དང། དེ་ལ་ན་ཤིང་གི་གསེར་གྱི་འཁོར་ལོ་རྩིབས་སྟོང་ལྡན་པ་ཕུལ་ནས་སངས་རྒྱས་ལ་མཆོད་པའི་འཁོར་ལོ་བསྐོར་རྫོགས་བྱས་ལ་ནི་ཡང་དེ་ལ་གསོལ་འདེབས་ཞུས་ནས་ཤིང་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་མཆོད་གསུངས། ཆོས་གསུངས་པ་དེ་ལ་བརྟེན་ནས་འཕགས་ཡུལ་གྱི་མིས་དེ་ཚོ་དེ་ལ་དཔལ་ཕན་འདོགས་ཆེན་པོ་བྱུང་བ་ཁ་ཆེ་དགྲ་བཅོམ་པའི་གོ་འཕང་ཐོབ། ཁ་ཆེ་དུག་ལྔ་དེ་ལས་དགྲ་སྲི་པ་དེ་སྤངས་ཐུབ་པ་དེ་ནི་བྱུང་ཡོད་པ་རེད། ད་ང་རང་ཚོ་གི་བསམ་བློ་དེ་ལ་ཕན་ཐོག་པ་དེ་དང་ང་རང་ལ་ཕན་པའི་ཆེད་དུ་ད་ཆོས་ཀྱི་འཁོར་ལོ་བསྐོར་འདུག་བསྐོར་རོགས་བྱས་དང་ཡང་གསོལ་འདེབས་ཞུ་དགོས་ཡོད་པ་རེད་ད། དཔེར་ཡང་ན་ག་རེ་ལ་ལོས་དང་པ་ད། སངས་རྒྱས་ཁ་ཤས་འཇིག་རྟེན་གྱི་ཁམས་ཚོ་དེ་ལ་བྱོན་ནས་ཆོས་ཀྱི་འཁོར་ལོ་མ་བསྐོར་ནས་འོ་མ་མྱ་ངན་ལས་འདས་འགྲོ་མཁན་དེ་འདྲ་ཡང་ཡོད་རེད།

བདེ་བ་ཅན་གྱི་ཞིང་ཁམས་དེ་ལ་སྐྱེས་དེ་སྐྱེ་གི་རེད་ནའི་ད་བདེ་བ་ཅན་གྱི་ཞིང་ཁམས་དེ་ཡོད་ན་མེད་ན་བསམ་ནས་སེམས་སེམས་འདི་ལ་དེ་འདྲི་གི་ཡ་ནའི་ཐེ་ཚོམ་ཟ། ཡང་སངས་རྒྱས་འོད་དཔག་མེད་ལ་བདེ་བ་ཡོད་ན་མེད་ན་བྱས་ནས་དེ་འདྲི་གི་ཉམས་ལེན་བྱས་ན་གལ་སྲིད་ཁྱོད་རང་བདེ་བ་ཅན་གྱི་ཞིང་ཁམས་ལ་སྐྱེས་ཀྱི་ཡོད་པ་ཡིན་ཚོར་ན་ཡང་མེད་མདོག་དཔེ་མ་ཡོད་བདེ་བ་ཅན་གྱི་ཞིང་ཁམས་དེ་ལ་ད་མཚམས་གཅོད་སྐྱེས་དེ་རྣམ་པ་བཞི་མངལ་སྐྱེས་འགྲོས་སྐྱེས་སྒོང་སྐྱེས་རྫུས་སྐྱེས་ནས་སྐྱེས་ནས་རྣམ་པ་བཞི་ཡོད་རོ། མི་ཁ་ཤས་ཨ་མི་ལྔ་ལས་སྐྱེས་ཀྱི་རེད། ཨ་ལས་ཀ་རེད་སེམས་ཅན་ཁ་ཤས་ཀ་སེམས་ཅན་ཁ་ཤས་ཨ་མི་ལྔ་ལས་སྐྱེས་ཀྱི་རེད་སེམས་ཅན་ཁ་ཤས་ག་རེད་སོང་བོ་ལྔ་ནས་སྐྱེས་ཀྱི་རེད་སེམས་ཅན་ཁ་ཤས་ཡ་ནས་ག་རེད་སོང་བརྗོད་ཀྱི་སྒོ་ནས་སྐྱེས་ཀྱི་རེད་ཨ་ལས་རྫུ་འཕྲུལ་གྱི་སྒོ་ནས་སྐྱེས་ཀྱི་འདི་ནི་ཡོད་རང་སྐྱེ་གནས་རྣམ་པ་བཞི་ཡོད་རོ། སྐྱེ་གནས་རྣམ་པ་བཞི་ཡོད་པའི་ནང་ནས་བདེ་བ་ཅན་གྱི་ཞིང་ངམ་དེ་ལ་ཨ་ལས་སྐྱེ་བ་བླ་ངན་གྱི་སེམས་ཅན་དེ་ཚོ་ག་བ་ནས་སྐྱེས་ཀྱི་རེད་ལ་དེ་ཚོ་བ་དེ་ལ་རྫུ་འཕྲུལ་གྱི་སྒོ་ནས་སྐྱེས་ཀྱི་ཡོད་པ་རེད་ལ། རྫུ་འཕྲུལ་གྱི་སྒོ་ནས་ག་འདྲ་ཅན་སྐྱེ་ལ་ལ་མེ་ཏོག་པད་མའི། བ། མེ་ཏོག་པད་མའི་རྒྱ་ནས་སྦུབས་ནས་འཁྲུངས་མྱོང་བའི། ལ་ལ་མེ་ཏོག་པད་མའི་རྒྱ་སྦུབས་ནས་འཁྲུངས་མྱོང་བའི་བརྩམས་པ་དེ་ལ་ལྟ། ད་ལྟ་ང་རང་ཚོ་བདེ་བ་ཅན་གྱི་ཞིང་ཁ་ན་སྐྱེས་པའི་རྒྱུ་ཞིག་ཉམས་ལེན་བྱེད་བདེ་གི་གནས་སྐབས་དེ་ལ། སངས་རྒྱས་འོད་དཔག་མེད་ལ་ཐེ་ཚོམ་ཟ་གི་ཟ་གི། སངས་རྒྱས་འོད་དཔག་མེད་དེ་ཡོད་ན་མེད་ན་བསམ་པའི་དད་པ་དང་ཡིད་ཆེས་བརྟན་པོ་མེད་མི་དགེ་དོན་ནི་ཉམས་ལེན་བྱས་ན།

རྒྱུ་དེ་སྒྲུབ་པའི་ཀྱི་གནས་སྐབས་དེ་ལ། རྒྱུ་དེ་ཉམས་ལེན་བྱེད་པའི་ཀྱི་གནས་སྐབས་དེ་ལ། དངོས་གནས་དྲང་གནས་ཀྱི་བརྒྱ་ཆར་གྱི་ནི་སེམས་རྩེ་གཅིག་གིས་ཀུན་སློང་ག་རེ་ཡིད་ཆེས་བརྟན་པོ། རོ། སངས་རྒྱས་འོད་དཔག་མེད་ཀྱི་མཚན་ཐོས་པ་ཙམ་གྱིས་སངས་རྒྱས་འོད་དཔག་མེད་ཀྱི་སྐུ་འདྲ་སྦྱར་བའི་ཙམ་སྦྱར་བ་ཙམ་གྱིས། མིག་ནི་མིག་ཆུ་ཁ་ནི་མཆི་མ། ལུས་ཀྱི་བ་སྤུ་ཀུན་སློང་སིང་ལ་ལ་ནི་དད་པ་འདི་འདྲ་ཅིག་སྐྱེས་ནས་ཀྱང་སངས་རྒྱས་འོད་དཔག་མེད་ལ་གསོལ་བ་བཏབ་པ་ཡིན་ཚུལ་ན་ནི།

ཞིང་ཁམས་གཅིག་ལ་སྐྱེས་པ་གཅིག་གིས་སྐྱེ་བ་བླངས་ཀྱི་ཡོད་པ་ཡིན་ཟེར་ན་ཡང་སེམས་དེ་གིས་ཐོག་ནས་སྐྱེ་བ་བླངས་འགྲོ་གི་རེད། ངན་སོང་ལ་འགྲོ་གི་ཡོད་པ་ཡང་སེམས་དེ་གིས་ཐོག་ནས་འགྲོ་གི་རེད་མ་གཏོགས་དེ་གིས་ལུས་པོ་དེ་འགྲོ་གི་མ་རོགས་མ་གཏོགས་ཕྱིས་སུ་ལབ་ན་ལུས་པོ་དེ་མེད་དྲགས་བཞག་གི་རེད་མེད་དྲགས་ནས་ཐ་ལ་བཟོ་བཞག་གི་རེད་ལུས་པོ་གཡུགས་བཞག་ཡ་རེད་འགྲོ་ཡ་སུ་རེད་སེམས་དེ་འགྲོ་གི་ཡོད་རོགས་སེམས་དེ་འགྲོ་གི་ཡོད་སེམས་དེ་འགྲོ་གི་ཡོད་པ་རེད་འདི་དུས་ཚོད་འདི་ལ་བསྡད་ནས

བ། ང་རང་ཚོ་དེ་བ་ཅན་གྱི་ཞིང་ཁམས་འདི་ལ། ལྷ་ཡང་སྐྱེ་གི་རེད་མི་ཡང་སྐྱེ་གི་རེད་ལྷ་དང་མི་རྣམ་པ་གཉིས་ཀ་སྐྱེ་གི་རེད་ད་དེ་བ་ཅན་ཞིང་ཁམས་འདི་ལ། བ། ད་དེ་བ་ཅན་གྱི་ཞིང་ཁམས་དེ་ག་རེད་ན་ཞིང་ཁམས་འདི་ལ་ལྷ་དང་མི་གཉིས་ཀ་ཡོད་ས་ཡོད་ན་ཞིང་ཁམས་འདི་ཆགས་ཀྱི་ཡོད་པ། བ། མི་རྐྱང་པ་ཡོད་པ་དང་ལྷ་རྐྱང་པ་ཡོད་པ་དེ་འདྲས་མ་རེད་ད། མ་རེད་དོ་ལྷ་དང་མི་རྣམ་པ་གཉིས་ཀ་དེ་སྐྱེ་བ་ལ་འདྲ་བ་དེ། ད་ཁྱི་དང་སེམས་ཅན་ཡོད་ར་བྱ་དང་བྱེའུ་ལ་སོགས་པ་ཁྱི་དང་རི་དྭགས་ལ་སོགས་པ་ད་དུས་ཚོད་བདེ་བ་ཅན་གྱི་ཞིང་ཁམས་ལ་སྐྱེ་གི་རེད་སྐྱེ་གི་མ་རེད་ལབ་པ་ཡིན་ཚོར་ན་ནི། བདེ་བ་ཅན་གྱི་ཞིང་ཁམས་ལ་སྐྱེས་དཔེ་ཀྱི་རྒྱུད་ཀྱི་བག་ཆགས་བཟང་པོ་དེ་ཁོང་ཚོ་ལ་བཞག་ཡ་ཡོད་རེད། ཡིན་ན་ཡང་ཁོ་རང་གི་ལུས་རྟེན་ཁྱིའི་ལུས་རྟེན་དེ་ག་རང་ན་གྱོ་ཅན་ཞིང་བར་སྐྱེས་ཀྱི་རོལ་དུ་འདི་ལྟར་སྐྱེས་ཐུབ་རེད་བསམ་བར་བ། ཁོ་རང་གིས་སེམས་དེ་ལ་བག་ཆགས་བཟང་པོ་ཆེ་བཞག་ཨ་ནི་སྐྱེ་བ་ཕྱི་མར་ཁོ་རང་མིའི་ལུས་རྟེན་ནམ་ཅིག་བླངས་འགྲོ་བ་ཡིན་ཟེར་ན་ཡང་ཨ་ནི་ཕྱིས་ནས་བདེ་བ་ཅན་ཞིང་ལ་སྐྱེས་འགྲོ་གི་རེད་རོ། དཔེར་ན་ཁྱི་ལ་བག་ཆགས་བཟང་པོ་བཞག་ཡ་ཡོད་རོགས། ཁྱི་དེ་ལ་ག་རེ་ང་རང་ཚོ་བདེ་བ་ཅན་གྱི་ཞིང་ཁ་བརྒྱག་ཨ་འོ་སངས་རྒྱས་འོད་དཔག་མེད་ཀྱི་ཞིང་ཁམས་ཀྱི་གནས་ཚུལ་གསུང་ཆོས་དེ་ཚོ་ཁོ་རང་གི་ཨམ་ཅོག་ལ་བསྒོ་བཅུག་སངས་རྒྱས་འོད་དཔག་མེད་ཀྱི་སྐུ་འདྲ་ལ་སོགས་པ་བརྒྱག་བཅུག་ཨ་ནི་ཁོ་ལ་མེ་ཏོག་ཕུལ་བཅུག་དེ་འདྲས་ཀྱི་ཨ་ནི་གོམས་གཤིས་དེ་བརླགས་ན།

ཕུག་རོན་ཕུག་རོན་བྱ་ཕུག་རོན་འདི་ཅི་པ་ག་དུས་ཡིན་པ་ཡིན་སོང་ན་ཡང་སངས་རྒྱས་འོད་དཔག་མེད་ཀྱིས་བཀའ་སྩལ། སློབ་དཔོན་དབྱིག་གཉེན་གྱིས་ཨ་ནི་སྔོན་པོ་བཟོས་ཀྱི་ཆོས་དེ་ཕ་ཁ་འདོན་བྱས་ནས་འདོན་པའི་ལུགས་ཀྱི་གནས་སྐབས་དེ་ལ་ཕུག་རོན་དེ་སྙེ་མ་རྟག་པར་འདི་ལ་སླེབས་ནས་ར་འདི་གསུངས་ཏེ་ཉན་གྱི་ཡོད་པ་རེད་ལ། གསུངས་ཏེ་ཉན་དུས་བརྩམས་པ་དེ་ལ་ཕུག་རོན་འདི་གི་སེམས་འདི་ལ་ག་རེ་ཡོད་ན་བག་ཆགས་བཟང་པོ་ཅིག་བཞག་པ་རེད། བ། ཁོ་རང་གི་སྐྱེ་བ་ཕྱི་མ་ཡིན་ན་སྐྱེ་གནས་བཟང་པོ་ཅིག་ལ་གནང་ཡས་ཀྱི་ཨ་ནི་ག་རེ་སོང་སྟེང་གི་རྒྱལ་པོའི་བག་ཆགས་བཟང་པོ་ཅིག་བག་ཆགས་བཞག་པ་རེད།

སེམས་པ་བཟང་པོ་ག་རེ་རེད་ལ་དེ་ཙམ་པ་དེ་ལ་གཞན་དོན་གྱི་བློ། གཞན་སེམས་དོན་དེ་དག་ཐམས་ཅད་ལ་བདེ་བ་དང་མ་ནི་དགའ་བའི་སྐྱིད་པོ་ཕན་པ་འདོད་པའི་བློ་དེ། སྐབས་ད་ལྟ་དེ་བ་ཅན་གྱི་ཞིང་ངམ་ཀྱི་ལ་སྐྱེས་པའི་རྒྱུ་ཞིག་ཉམས་ལེན་བྱེད་པའི་གནས་སྐབས་དེ་ལ་ཨ་ནི་བྱང་ཆུབ་ཀྱི་སེམས་ག་རེ་གོ་གོ་འདུག་ལ་དེ་ཙམ་པ་དེ་ལ་ང་རང་ཚོ་གིས་ནམ་མཁའ་དང་མཉམ་པའི་སེམས་དོན་དེ་དག་ཐམས་ཅད་ཨ་ནི་དེ་བ་ཅན་གྱི་ཞིང་ངམ་ལ་སྐྱེས་པར་ཤོག་ཅིག་སྙམ་པའི་དེའི་བསམ་བློ་སྐུལ་སློང་སྐྱེས་གོ་གོ་ཡོད་ལ་དེ་རེད་ད། འདི་གི་དོན་དུ་དེ་ལ་ཨ་ནི་འདི་རུ་སེམས་ཅན་དེ་ཚོ་ལ་དེ་བ་ཅན་གྱི་ཞིང་ངམ་གྱི་སྐོར་དེ་ལ་བཤད། ཨོ་སངས་རྒྱས་འོད་དཔག་མེད་ཀྱིས་ངོ་སྤྲོད་བྱས། སངས་རྒྱས་འོད་དཔག་མེད་ཀྱིས་དབང་བསྐུར། བ་ཨ་ནི་སངས་རྒྱས་དཔག་མེད་ཀྱི། མཚན་འདི་ཚོ། བགྲང་བྱུག་རོ་གཟུགས་སྔགས་འདི་ཚོ་བགྲང་བྱུག། དངོས་སུ་དེ་ནི་བྱེད་པ་ཡིན་ཟེར་ན་འདི་དངོས་གནས་དྲང་གནས་ཀྱི་ཡ་ནི་ག་རེ་སོང་ད་སེམས་པ་བཟང་པོ་གཞན་ལ་ཕན་པའི་ཡ་ནི་ག་རེ་སོང་བྱང་ཆུབ་ཀྱི་སེམས་ཅིག་ཆགས་འདུག་ཡོད་པ། འོ་ད་འདི་ག་རེ་ལ་དེ་ཚོ་མ་དེ་ལ་ད་བདེ་བ་ཅན་གྱི་ཞིང་ཁམས་ལ་སྐྱེས་པའི་གི་རྒྱུ་བཞི་གི་ནང་ནས་ཨ་ནི་རྒྱུ་གསུམ་པ་དེ་ག་རེ་ད་དེ་ཚོ་མ་དེ་ལ་ཨ་ནི་བྱང་ཆུབ་ཀྱི་སེམས་སྐྱེས་པ་ད་འདི་བཤད་པ་རེད། ད་ད་ལྟ།

བྱང་ཆུབ་ཀྱི་སེམས་དེ་དང། ཨ་ནི་ད་ལྟ་ང་ཚོ་འགའ་རེ་རྒྱུ་གཉིས་པའི་སྐབས་སོགས་དེ་ལ་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་ལ་ཚོགས་བསགས་པའི་གནས་སྐབས་ཚོགས་བསགས་ཡིན་ལ་སྟོན་གྱི་ན་ནི། ཨ་ནི་ད་ལྟ་དེ། ད་ལྟ་དེ་བྱང་ཆུབ་ཀྱི་སེམས་དེ་དང་དེ་ནས་འགའ་རེ་བསྔོ་བ་རྣམ་པ་གཉིས་པོ་དེ་ཨ་ནི་འགའ་རེ་སོང་ཉམས་རྟོགས་དེ་འདི་བྱས་ནས་བར་བསྟན་བྱ་ཡོད། དེ་སོང་ཉམས་རྟོགས་བསྟན་བྱ་ཡོད། ད་བསྔོ་བསྔོ་དགོས་དགོས་རེད་འགའ་རེ་བསྔོ་དགོས་དགོས་རེད་ལ་དེ་སྟོན་པ་དེ་ལ། བདག་གིས་ང་རང་ཚོ་བདེ་བ་ཅན་གྱི་ཞིང་ཁམས་ལ་སྐྱེ་བའི་རྒྱུ་ཞིག་གི་ཉམས་ལེན་བྱེད་ལ་སངས་རྒྱས་འོད་དཔག་མེད་ཡིད་ལ་དྲན། སངས་རྒྱས་འོད་དཔག་མེད་ཀྱི་སྐུ་མདོག་ག་འདྲས་ཡོད་པ་ཕྱག་མཚན་ག་འདྲས་ཡོད་པ། འདི་འདི་གི་ཞིང་ཁམས་ལ་སྐྱེས་པའི་གི་དོན་དུ་དེ་ལ་ཕྱག་འཚལ་བ་མཆོད་པ་ཕུལ་བ་སྡིག་པ་བཤགས་པ་རྗེས་སུ་ཡི་རང་བ་བསྒོམ་པའི་གི་ཉམས་ལེན་གྱི་རོལ་བ། འདི་གི་ཨ་ནི་ག་རེ་ཟུང་འདི་གི་དགེ་བ་གང་དག་གང་བསགས་བཤགས་པའི་གི་དགེ་བ་དེ། ང་རང་ད་དགེ་བ་དེ་ད་ཅི་རང་དང་སེམས་ཅན་དེ་ཐམས་ཅད།

ས་སྐམ་པོ་གི་སྟེང་དེར་མ་གས་ཤ་ཁོ་སྐྱེ་གིན་མ་ར་གར་བྱས་ནས། མ་གས་ཀྱི་མྱུ་གུ་དེ་སྐྱེད་པར་བྱེད་པ་དེ་ལ་ཁོ་ལ་རྒྱུ་རྐྱེན་གཅིག་ཚོགས་དགོས་པར་ཁོ་སྐྱུག་རོང་ཚོགས་མི་འདོག། ཁོ་ལ་གར་ཚང་དགོས་དགོས་རེད། དེ་ས་ཚང་དགོས་དགོས་ཐ་ལ་ཚང་དགོས་དགོས་པ་རེད་ལུད་ཚང་དགོས་དགོས་པ་རེད་ཆུ་ཚང་དགོས་དགོས་པ་རེད་ཉི་མའི་འོད་ཚང་དགོས་དགོས་རོགས། ས་རུལ་དྲོད་གཤེར་གསུམ་ཚོགས་ན། ཨ་འདི་གི་ཨ་ནི་ག་རེ་ས་བུམ་འདི་གི་མྱུ་གུ་དེ་སྐྱེ་རྒྱུ་ཡོད་རེད་མ་གཏོགས་ཨ་ནི་ས་རུལ་དྲོད་གཤེར་གསུམ་མ་ཚོགས་ན། ཨ་ནི་འདི་གི་མྱུ་གུ་དེ་སྐྱེ་རྒྱུ་ན་འདི་སྐྱེ་གིན་མ་རོགས།

བྱང་ཆུབ་ཀྱི་སེམས་ཟ་ཡུལ་གཞན་ཡིན་པ། སྨོན་པ་བྱང་ཆུབ་སེམས་དང་སྤྱོད་པ་བྱང་ཆུབ་སེམས་གཉིས་ཨ་ནི་འདི་སེམས་དཔའ་བཟང་པོ་གཞན་ཕན་གྱི་བློ་དེ་རེད། འདི་ཉམས་ལེན་ཡག་པོ་བྱེད་དགོས་དགོས་པར་གཞན་དང་མཐུན་པའི་སེམས་ཨ་ནི་རྒྱུ། བཞི་པ་དེ་ག་རེ་ལག་གིས་འདོན་པ་དེ་ལ་སྨོན་ལམ་དེ་རེད། བདག་གིས་ཞུ་བ་ན་ཅན་ན་བདེ་བ་ཅན་གྱི་ཞིང་ཁམས་ལ་སྐྱེས་པའི་ཆེད་དུ་དེ་ལ་བདག་གིས་ཡང་གང་གིས་ཉམས་ལེན་དེ་དག་ཐམས་ཅད་ཨ་ནི་སོ་སོ་གའི་སྒོ་ཉམས་ལེན་ཡག་པོ་མ་ནི་བྱས་ནས་ཨ་ནི་སྨོན་ལམ་རྣམ་པ་དག་པ་ཅིག་བཏབ་པ་ཡིན་ཚུལ་ན་ནི་ཨ་ནི་འདིའི་སྟོབས་དེ་ལ་ནི་དེ་ང་ཚོ་བདེ་བ་ཅན་གྱི་ཞིང་ཁམས་དུ་ཨ་ནི་སྐྱེས་པའི་རྒྱུ། དེ་ཨ་ནི།

རྩིས་སུ་གཅིག་ཀྱང་རག་ཐུབ་ཀྱི་ཡོད་མ་གཏོགས་ཨ་ཏི་གི་མོན་དེ་ལ་བལྟས་ནས་ད་ལྟ་ཡོད་ད་ཕྱི་ཚར་ནས་དགའ་བོ་འགྲོ་གི་ཡོད་ན་སོ་སོ་ཡང་ཧ་གོ་གི་ཡོད་མ་རེད་དེ་ཡིན་ན་ཡང་ཕྱི་ཚར་པའི་རྗེས་དེ་ལ་ཡང་ད་ང་ཚོ་དེ་བ་ཅན་གྱི་ཞིང་ཁམས་ལ་སྐྱེས་ན་ཡང་རེད་མ་སྐྱེས་ན་ཡང་རེད་གང་ལྟར་ཨ་དེ་བ་ཅན་གྱི་ཞིང་ཁམས་དེ་ལ་སྐྱེས་དགོས་ཀྱི་རྒྱུ་དེ་རྒྱུ་ཞིག་པོ་དེ་སོ་སོ་གའི་སེམས་ཀྱི་སྟེང་ནས་ཉམས་ལེན་ཡག་པོ་མ་བྱས་ཡ་ནས་རྗེས་ནས་གནང་ནས་དེ་བྱས་པ་ཡིན་ན་ཨ་ཤི་དུས་གཙང་པ་ཡིན་ན་ཡང་སོ་པ་སོ་སོ་གའི་ནང་སེམས་པ་དེ་ལྷོད་ལྷོད་གནང་ནས་ཤི་འགྲོ་བ་དེ་འདི་ཕྱི་ཡོང་འགྲོ་གི་ཡོད་རེད་པ་དེ་ཡིན་དུས་གཙང་པ་དེ་ལ་ད་ད་ཁྱེད་རྣམ་པ་གིས་ཨ་ནེ་ཚོས་ཉམས་ལེན་ཡག་པོ་གནང་རོགས་བྱས།